ཁྲག་དོག་འདྲ་བོ་ཡོད་ས་རེད་དཔེར་ཚོམས་འདྲེན་མ་འདྲེན་ཁ་ནས་གདོང་ཡར་དུ་སྐྱབས་ཡར་ལ་སོགས་པ་དེ་འདྲའི་ཅིག་ཞི་རགས་ཀྱི་ཁར་ཁ་དོག་འདྲ་བོ་ཅིག་སྡུག་པོ་རང་དང་ཡོད་ས་མ་རེད་དེ་བུ་ཆུང་ངུ་སུ་འདྲའི་ཟས་དང་ཧ་ཅང་གི་མིང་གཞི་བླུན་པོ་མི་ཡག་པོ་མི་དང་འདྲིས་བདེ་བོ་ཤི་བདེ་བོ་མི་སྤུས་དག་སྤྲང་མོ་ཅིག་ཡོད་ལེ་རོ། ཕ་དུམ་བུ་ཡངས་པ་ཅིག་གི་ཚོགས་གཙོ་ཅིག་བསྡུས་དུས།

ང་འདི་ཤི་དུས་འདི་ཤི་འདི། ཡང་པ་ཅིང་ཚེ་ཚོགས་རྫོགས་ཀྱི་བུ་ཡོད་རེད་ད་ཡང་འདིར། ད་ཚོགས་མི་ལྔ་བརྒྱད་ཚོགས་ཀྱི་འདུལ་བ། ཚོགས་མི་ལྔ་བརྒྱད་དེ་བྲུས་བཟོ་ཡོང་དུས། པ་དུམ་བུ་གི་བུ་ཆུང་བ་སེང་གེས་ང་ཚོ་ཚོགས་གཙོ་བསྐོས་ན་ཡག་པོ་འདུག་ཟེར་སེང་གེ་ལ་ཞུ་བ་བཏང་འདུག་ཨ། སེང་གེ་གིས།

ཡིག་ཐོག་སྔ་མ་ཁོ་རང་གིས་མཁྱེན་ནས་ནི། ད་ཁོ་རང་ཚོགས་རྫོགས་མཁྱེན་འགྲོ་བ། ཡིན་ན་ཡང་དེ་ཚོགས་འདི་དག་ཉི་མ་ཁ་ཤས་ཀྱི་ནང་ལོག་གི་འཕོ་འགྱུར་ཡིན་དུས་ཁྱོད་ཆོ་ག་ཧ་གོ་གི་ཡོད་མ་རེད་ཐག་རིང་པོ་ཞི་དྲག་གི་ཡོད་རེད་བ། ཁ་པར་ནི་བཏང་ཡ་མེད་ཡིག་ནི་བཏང་ས་མེད། ཨ་དེ་འདྲས་བཟོས་དུས་ཁོ་ཧ་གོ་ཡོད་ས་མ་རེད། དེ་ནས་ཉི་མ་སྐྱིད་ལ་ཐོག་ག་ཧ་གོ་འགྲོ་ཨ་ཧ་གོ་སྟངས་འདི་ག་རེད་ཟེར་དུས། ཨ་ཡང་པ་ཅིང་གིས་ཁོ་རང་རྒྱ་གམ་དེ་ལས་བཀའ་རྒྱ་བཏང་དུས། ཚོགས་གཙོ་དེ་སུ་ཡིན་ན་དེ་གིས་མིང་ཐོག་ནས་བཏང་དགོས་འགྲོ་ཡི་རེད་དེ། ད་ཁོ་རང་དཔའ་བ་གི་དུས་སུ་ཡིན་ན་ཡང་པ་ཅིང་གིས་ཚོགས་ཀྱི་གཙོ་བོ་དུམ་བུ་ལ་སོགས་པའི་དེ་ནས་རྫོགས་ལ་ཟེར་ནས། དུམ་བུ་ལ་སོགས་པའི་ཡངས་པ་ཅན་གྱི་ཚོགས་ཀྱིས་བཟློག་ཨ་ཡིག་ལ་ཅི་ཟེར་བར་ད་ལྟའི་ཚིག་འདི་བལྟ་བ་གང་དྲན་ཡིན་ནམ་མིན་ནམ། དེ་འདྲའི་བསོད་ནམས་ཡི་གེ་བཏང་མི་ཡོང་སྲོལ་རེད། ཉི་མ་གཅིག་བཅུ་བཅུ་ཡི་ག་གཞན་པ་བཅད་ན་ལུང་པ་གཞན་པ་བཅད་རུ་འགྲོ་འོང་དུས་དེ་ལ་བཀའ་བརྒྱད་ཅེས་སླེབས་འདུག་ཨ། བཀའ་བརྒྱད་དུ་བལྟ་འོང་དུས། སེང་གེ་ལ་སོགས་པ་ཡངས་པ་ཅན་གྱི་ཚོགས་ཀྱིས་བཟློག་ཨ་ཨ་ཟེར་བྲིས་ཡོད་ཟེར་བ་འདི་བཀའ་བརྒྱད་ནང་ལོགས་ལ། བུད་མེད་ཁོ་ཧ་ཡང་ཚང་མས་ད་ནི་ཕ་ཤི་ཚར་མྱི་རེད་བསམ། ད་གཟོད་ཕ་ཤི་བ་ཡིན་ནས་དེ་ནི་ཚོགས་གཙོ་དུ་ང་རྒན་པ་ཡིད་མ་བཞག་ནས་ཁོ་རང་འོ་མ་སྦས་ཡ་དེ་དག་འོས་སུ་མ་བྱས་པ་རེད་བསམ་དེ་ནི་ཁོ་བློ་ངང་ནས་ཕ་ཤི་བའི་སེམས་བཟློག་ནས་ད་ཁོ་ཤོར་དུ་འགྲོ་ཚུར་ཤོང་དེ།

ཕར་ཞེས་ཚུར་བཤད་འོག་འདི་དུམ་ཡངས་པ་ཅན་གྱི་ཚོགས་མི་གདངས་ཡངས་པ་ཅན་གྱི་ཚོགས་ཁོ་རང་དང་མི་མང་བཅས་ཀྱི་ཅོ་ཅོ་ལ་དགའ་བ་ཅི་རིགས་མེད་པ་དེ་དག་ཁོ་རང་གི་སྲས་པོ་ཧ་གོ་འདུག་ཨ། ཁོ་རང་སྔོན་མ་ཕ་ར་བཏང་ཡས་དེ་ཡར་གོང་སྤར་བ་དེ་ཐབས་ཤེས་ཟིན་ལ་མི་འདུག་ཁོ་རང་མགོ་ལྐོག་བཏང་ནས་ཡིན་པ། ཡུལ་མི་གི་ཁོ་རང་ལ་དགའ་བ་བཟོ་གི་མེད་པ་དེ་ཀུ་ཧ་གོ་ཡིན་འདུག་ཨ་ཁོ་ལུང་པ་དེ་ལས་བདེན་གཉིས་མ་འགྲོ་ནས།

བོང་བུ་ཡག་པོ་དེ་འདྲ་སྒུག་འདུག་ཟེར། ངས་རྦད་དེ་ཡག་པོ་དེ་འདྲ་ཡོད་ན་ངའི་བཙུན་མོ་གླེང་ན་འགྲིག་རེད་ཟེར། དེས་ཁོ་གཉིས་ནང་ལྷ་ཆགས་ནས་སྐད་ཆ་བཤད་ཡོང་དུས། དེ་ནས་ས་སྐྱོང་གི་བསམ་བློ་བཏང་དུས་ད་ཁོ་རང་ཁོའི་སྤུན་རྒྱ་ཁྱོང་སེང་གེ་གཡུ་ཡངས་པ་ཅན་གྱིས་ཚོགས་གཙོ་གྱི་སྡེ་དབྱེ་ཡོད་རེད་བ།

འཁོར་ལོས་སྦྱོར་བའི་རྒྱ་དང་བཅས་པ་ཡོད་ན། དེ་ནས་ཡིད་ཀྱིས་མི་ཉིད་དེ་དོགས་མོ་དང་ང་ལ་བཙུན་མོ་ཁྲིད་ཞུ་ཟེར་ད་ཁོ་རང་སྐབས་བློན་པོ། ས་སྦྱོང་བཏང་བར་བ། ས་སྦྱོང། པོ་ཡངས་པ་གཅིག་ནས་ད་མ་འགོག་བཏང་འདི་འགྲོ་ཆོག་ཆོག་བྱས་ཡོད་ས་མ་རེད་ཡིན་ན་ཡང་ཁོ་རང་སྐབས་སྤུན་རྒྱག་རྒྱག་ར་ཚོགས་ཚོགས་བྱས་ནས་གོ་ས་ཆེན་པོ་གཅིག་བསྡད་ཡོད་ར་བ། དེ་ཁོ་ཡི་གེ་བཏང་བ། ཁྱོད་རང་གི་བུ་མོ་ཆུང་ངུ་དེ། གཟུགས་ཀྱི་སྙིང་པོ་གི་མནའ་མ་བཏང་བ་རྩིས་མོ་བཏང་བ་ཡིན་ལེའུ་ཞིག་ཨ་ཡོ་རེ་སའི་གཟུགས་ཀྱི་སྙིང་པོ་གི་པ་ལོག་ལོ་དང་ཨ་མི་ཏའི་ཁམས་འདི་དེ་ཕུང་ངོ་སྤྲོད་བཟོས་ནས་ལར་ཡོང་དུས་སེང་གེ་ག་དེ་འདྲི་བ་ཡོད་ས་རེད་དེ་ཁོ་ཚོ་ཚོ་ཁྲ་དེ་གི་ཐག་བཅད་ནས་ཡང་པ་གཅིག་གི་བུ་མོ་ཤི་ལོག་ལ་མནའ་མ་བཏང་ཆོག་གི་མི་འདུག་ཤི་ལོག་ནི་ཚུར་ཤི་བ་ཡིན་ན་མ་གཏོགས་ཤི་ལོག་ལ་ཕར་བཏང་མི་ཆོག་ཡ་དེ་ཁྲིམས།

བུ་མོ་དེས་ཁྲོ་བའི་རྣམ་པ་གི་ཐོག་ནས་ད་བར་བཏང་ཡང་ཐེངས་གཅིག་ཀྱང་འདུག་དེ་བཅད་དུས་དེ་ནི་ས་སྐྱོང་གི་གཡོག་པོ་ཁ་ཤས་ཁྲི་ཤིང་པ་གོ་ལོ་ཁྲིད་ནས་ནུ་མའི་རྗེས་ནས་ད་ཡོང་ནས། ཚོགས་གཙོ་སེང་གེ་ཁྱེད་ད་ནམ་ཡིན་ན་དེ་ཡི་གོག་རྡོ་རྗེ་ལས་བསྡད་ནས་དེ་ནས་བུ་མོ་ཆུང་བ་དེ་ཙི་མོ་སོས་བཟོས་འདུག་ད་གསང་བར་ཁོ་ནི་འགྲོ་དགོས་ལོ། བཙུན་མོ་ཆུང་བ་པས་བཙུན་མོ་བསོད་ནམས་འདི་བུ་མོ་ཆུང་བ་དེ་མ་ཅི་འོང་དུ་དེ་ཤིང་རྟ་ནི་མ་ཅི་འདི་རུ་ཅི་ས་ལས་བུ་མོ་འཆི་བ་དེར་ཡོང་དུ། དེ་ནས་ས་སྐྱོང་ཁོ་རང་གིས་འཆི་བ་དེ་ཆུང་བ་ཉི་ཤི་ར་ངོ་ཅི་ཤི་ཡོད་མ་རུ་དེ་ཆུང་དེ་ཉི་ཤི་ར་འདྲ་བ་ཞིག་ཡོད་མ་རུ་བ་ཁོ་ནི་ལོ་ག་རེ་ལིང་ག་ལོ་གར་བསྡད་ཀྱི་འདུག་དེ་འདྲ་བ་ཞིག་ར་ཡོད་ས་རེད་དེའི་ཁ་ལས། ཨ་མ་རྒྱབ་ནས་ཚིག་ཁྲིད་དགོས་དོན་ཚིག་ཡིན་ས་རེད་ཤི་ར་སྲིད་ལ་མི་སྲིད་ལབ་ཀྱི་ཡོད་ས་རེད། གོ་ཐོབ་དྲི་བ། ཤིང་རྟ་ནག་ཚུགས་མཛོད་ཤོག་འདྲ་བྱེད་ཁ་ཤས་ཀྱི་ད་ཅིའི་ཁ་ཞིང་ངུས་ཁྲམ་ཚུགས་ཤོག་ཟེར་ན་ཡོང་རོགས་མ་བརྒྱུད་དེ་འདྲའི་ཆོས་ནི་ཤིང་ཁྲ་བསྟབས་ཏེ་སྡོད། ཡང་པ་གཅིག་གིས་སྐུ་སྲུང་དམག་གི་བཀའ་ཧ་གོ་འདུག་ཨ། ཧ་གོ་ནས་ཁོ་ཚོར་འོན་ཏེ་དམག་མི་བཏང་འོང་དུས།

ད་དེར་གྱུར་ཟེར། ཡིན་ན་ཡང་སྟག་གོ་འོད་ཐུག་དུས་ཁོ་གཡོག་པོ་བྱས་ཡོད་ཟེར་དེར་ཤིང་རྟ་བཏང་རྗེས་ཁོ་ཡར་མཁའ་ཀློང་ནས་འཛུལ་འདུག་སྟུག་པོ་དྲག་རྩལ་ལས། ད་དེ་ནི་མཛའ་མོ་ལས་འདས་འདྲ་མི་འདུག། ལི་ཁྲོ་ཞིང་ལྔ་བརྒྱ་རྩ་གཅིག་གི་དེ་ཡོང་འདི་ཤེལ་ཁ་ཚོད་ཀྱི་སའི་ཤེལ་ཁ་ཚོད་ཀྱི་སྨན་ཡིན་ནི་ད་གང་འདོད། ཙི་ཕོ་ཙི་མོ་དེ་སུས་ནི་མར་ཡོང་འདི། དེ་མ། མ་ག་དག་ལེགས་ཚོད་དེ།

བ་དེ་འདྲའི་ཕྱིར་ལབ་དེ་ད་མི་ཚེ་འདི་ཡོང་གི་མ་རེད་དེར་སྤུ་གུ་སྐྱེས་ན་ཕ་སེང་ཆེན་གྱི་སྐྱེས་གི་རེད་ཞེས་ལབ་བ་རེད་དེ་ཡོང་གི་མ་རེད་ད་ཆུང་བ་འདི་དར་ཁ་ཤི་ཚེ་ཆོག་གི་རེད་ཞེས་ལབ་ན་ད་ཁོ་རང་གིས་རྒྱ་གྲམ་པའི་ཆོས་འདི་ལས་ཡོད་ཀྱི་ཡིན་ན་གང་ཞིག།

ད་ཚུན་མ་དེ་ཁ་དོག་གུ་ཡངས་པ་ཅིག་ནས་ང་ཁྲིད་ཡོང་བ་རེད་དེ་ཁོ་ཚོ་གི་མི་ཧུམ་བེ་དེ་ཕག་ད་ཡོད་ལུས་ཕག་གི་ཐོག་དེ་ཡོད་རེད་བ་ལུས་ཕག་གི་གླིང་བུ་རེད་ཡོད་རེད་བ་དེ་ཡིན་ཚོད་དེ་ང་མོ་རང་ལ་མེང་དེ་ལུས་ལུས་ཕག་མ་ཞིག་ད་བ་རེད་ད་དེ་གཟུགས་ཀྱི་སྙིང་པོ་གི་ཚུན་མོ་གཙོ་བོ་དེ་རེད་དེ་ལ་བོད་ཀྱི་སྐྱེ་བ་དེ་ད་མ་སྲིད་འདྲ་ཟུར་ཕག་ཤིང་གིས་དེ་སྐྱེ་བ་རེད་བ་འོ་དེ་ད་ད་ལྷས་གཞི་གཉིས་ཀྱི་དཔའ་རོགས་གིས།